ཉིད་དོ་ཉི་ཚ་དྲུག་གི་སྲིད་སྤྱི་གཉིས་ཀྱི་ནི་འོད་དུ་གོ་ལ་ཡ་ཟེར་ན་དག་དུ་དང་འོད་འདེམས་ཀྱི་དོགས་ལ་ཡ་གཅིག་ཀྱང། སོ་སོའི་ངོས་ནས་ཡ་དྲང་བདེན་དང་དེ་ནང་བཞིན་གྱི་ནི་མི་མང་ཚོགས་ལ་ཡ་མཁྱེན་རྟོགས་རབ་སྤྲོད་རབ་དེ་རིམ་པ་གཅིག་ཞུས་པའི་གཞིར་བཟུང་གིས་ནི་དེ་གི་ཐོག་ལ་ཡ་ནི་དྲ་རྒྱའི་མདུན་ལམ་དང་ངའི་ངོ་དེབ་བརྒྱུད་ནས་ཡ་གསན་གཟིགས་གནང་མཁན་དང་དེ་ནང་བཞིན་གྱི་ནི་དགའ་མོས་གནང་མཁན་དང།

ཨ་ཁོ་རང་ཚོ་གི་ནང་ནང་ལ་ཡང་འོད་ལྡེམ་གྱི་ད་ལྟ་དེ་ཤུགས་ཏུ་འདུག་སྐྱེས་པ་ཅིག་དང། དེ་ག་དང་ཞིག་གིས་དེ་ནི་སང་ཉིན་ཞོགས་པ་ཐོ་རངས་ཆུ་ཚོད་དྲུག་པ་འདུག་པ་འདོད་ཆེར་ཞེད་ཁ་ཅིག་འཕེལ་ཏེ་བ་འདུག་སོང་ཙང་སོ་སོའི་ངོས་ནས་ཡང་དེ་ག་ནང་ཞིག་ད་བོད་ཡུལ་དང་སྤོག་ར་གི་འོད་གླུ་དང་གཅིག་མཚུངས་ཅིག་ཡིན་དུས་གང་ལ་ཡང་དེ་རྩིས་མེད་བཏང་དགོས་འདུག་ཞེས་གྲ་རྒྱས་དོད་མོ་འདི་ཞུ་བའི་གོ་དོན་དེ་གཙོ་བོ་དེ་ཡིན་ལ།

ཅིག་ཆགས་དེ་གི་ཡོད་རེད་ཞུས་དེའི་འདུ་ཁང་ལ་ཡ་རྩིས་མེད་བཏང་དགོས་ཞུས་རྒྱུ་མཚན་གཙོ་གཅིག་དེ་ཡིན། ད་ཁེ་སང་ཕྱི་ཚེས་བཅུ་གཅིག་ཉིན་མོ་དེ་ལ་ཡ་ད་རྣམ་པ་ཚོའི་མཁྱེན་མཁྱེན་རེད་བོད་ཡུལ་ཆོས་འབྱོར་གི་ས་གནས་མི་མང་སུམ་བརྒྱ་ལྔ་བཅུ་ལྷག་ཙམ་ཅིག་གི་དེ་ནི་དེ་ད་ནང་ང་རང་ཚོ་ལ་འཛིན་པ་བལ་ཡུལ་གྱི་དོན་གཅོད་ཁང། ཉེ་འགྲམ་སྡེ་བ་ཆེ་ད་ཕེ་ཅན་ཉེ་དུ་བསྟན་དུ་ག་ལ་ཞིབ་འཇུག་བྱེད་པའི་སྐབས་ལ་སེམས་ད་ཕག་ཚོད་ཅིག་བྲིས་པའི་སྐབས་ལ་ཡ་ད་ནི་རེ་རི་སོན་ཧོ་ཏེལ་གྱི་ཉེ་འགྲམ་ཁྲི་སྡེ་བ་ཆེ་ལ་ད་ནི་ཕེ་ཅན་མི་སུམ་བརྒྱ་ལྔ་བཅུ་ཅིག་རེ་འཛོམས་པ་དྲག་ཨ་མང་པོ་ཅིག་གི་དོན་གཅོད་ཁང་ནང་ལ་ཡ་ཕེ་རེ་བསམ་གྱི་ཡོད་ས་རེད་རྣམ་པ་ཚོར་བ་ནི་དོན་གཅོད་ཁང་ནང་ལོར་ཡ་དེ་འདྲ་ཅིག་ང་ཚོ་གི་ར་བ་དང་དེ་ག་ནང་བཞིན་གྱི་དེ་འདྲ་ཅིག་ཆ་རྐྱེན་དེ་འདྲ་ཅིག་ཡོད་ཡོད་མ་རེད་ཞུ་ཡི་རེད་བ། དེ་ཡིན་དུས་གང་ལ་ཡ་རྣམ་པ་ཚོ་ལ་ཡ་དེ་རེད་དྲི་ཟོན་གྱི་དེ་འདྲ་དེ་ཁོ་རང་ཚོའི་པར་ཏི་དང་སང་ཁྲི་དེ་བ་ཆ་གང་ལྟར་དེ་འདྲ་ཅིག་ལ་འཛོམས་ནས་དེ་འདུག་ཅིག་ཆགས་དེ་བ་ཅིག་དང་དེ་ག་ནང་བཞིན་གྱི་ངའི་གོས་ཚུལ་ལ་ཟེར་ན་དྲག་འདུག་དེ་ག་ནང་བཞིན་གྱི་དོན་གཅོད་གང་གི་ད་ང་རང་ཚོ་གེ་གོ་ཡང་དེའི་དོན་དུ་ཕལ་དུ་ཉེན་རྟོག་པ་ཞིག་ང་ཅི་སླད་དུ་བ་ཅི་ཆགས་འདུག་འདུག་བ། གང་ལྟར། འཛིན་བཟུང་ལ་སོགས་པ་དང་བཀག་བསྡམ་དང་དེ་འདྲ་ཅི་བྱས་བྱུང་མེད་པ་འདྲ། ཡིན་ནས་དེའི་སྐབས་ལ་ཡ། ང་རང་ཚོ་ད་ལྟ་བོད་ཡུལ་གྱི་འོས་བསྡུ་འགན་འཛིན་ཟེར་ནས་བསྒྲགས་འདུག་འོན་ཏེ་གང་ན་ཞིག་གི་དྲུང་ཆེ། གང་ན་ཞིག་གི་ད་དོན་གཅོད་ཀྱི་ཚབ་སྤྱི་བཏང་གི་དོན་གཅོད་ཡོད་མ་རེད་ད། ཟླ་བ་མང་པོ་ཕྱིན་ས་རེད་བ། ད་ངས་རྗེས་འཛིན་གྱི་རྙོག་དྲ་ལངས་བས་བྱས་བའི་དོན་དེ་བྱས་ལ་ཡ། ཨ་ནི།

ཨནྡི་ཁོ་ཚོའི་གི་ཐོག་ལ་ཡ་ཕེ་ཅན་གློག་བརྙན་ཞིག་བཟོས་པ་འདྲ་འདི་ནང་ལ་ཡ་སྨ་འབད་དང་རབ་དེར་འབད་ཅིག་ཡོད་ས་རེད་རེད་བ་ཨནྡི་ཁྲིམས་ཁང་ལ་ཡ་སྦྱར་ཤ་ཡོད་ས་རེད་རེད་བ་ད་ཨ་ད་ལ་ཚེ་རེད་བ་ཁྲིམས་ལ་ཡ་སྦྱར་ཤ་དུས་གང་ལ་ཡ་ཨནྡི་ཁྲིམས་ཁང་ནས་ད་ལྟ་གས་ཅིག་ལན་ཅིག་བྱུང་ཡོད་ས་མ་རེད་རེད་བ་ཨནྡི་ད་ལྟ་དེ་རིགས་སྨ་བ་གི་ད་ད་ལི་སྐྱེས་མའི་དེ་གི་དེ་ནི་ཁོ་རང་ཉིན་དུ་བཀའ་མོལ་གནང་ཆེད་དུ་མོ་རང་གི་དེ་ནི་ཁོའི་མོ་དགྲ་དེ་བཀག་རེད་བ་མོ་རང་ཨནྡི་སྐད་ཆ་བཤད་གོ་ག་མ་དུས་གང་ལ་ཡ་མོ་རང་གི་མོ་དགྲ་དུས་ཡུན་ལ་ཡ

བཀའ་འདྲི་ཞུ་བའི་ཕྱིར་སོང་མོ་རང་གིས་ཡར་ལན་ཞིག་གནང་གི་འདུག་ཨེ་ད་ལྟ་ཁྲིམས་ལ་ཡོད་ཟེར་གི་འདུག་བ་ཁྲིམས་ལ་སྦྱར་ཞེས་པ་ཨེ་ཁོ་རང་གིས་དེའི་སྐབས་ལ་ལན་འདེབས་ཟེར་ན་འདྲ་འདུག་ཨེ་ཁྲིམས་ལ་སྦྱར་ཚར་བ་ཡིན་ན་ངེད་ཀྱིས་འདིའི་ཐོག་ལ་ཞུ་ཐུ་ཡོད་ད་དེ་འདྲ་གེ་དགོས་བརྗོད་ཡོད་མ་རེད་ཁྲིམས་ཁང་ནས་ག་རེ་ཐག་ཆོད་པ་དེ་ཞིག་སོང་ཆུ་དུ་འུར་མེད་བཞིན་གྱི་དེའི་ཚེ་ངེད་ཀྱིས་ཞུ་ཐུ་ཡོད་གེ་མི་འདུག་དེ་འདྲ་ཞིག་ཁོ་རང་གིས་བཀའ་མོལ་གནང་བ་ཟེར་ད་དེ་དེ་འདྲ་བོ་ཅིག་ཆགས་ནས་ད་དེ་འདྲ་བཀའ་མོལ་རྒྱལ་མཚན་ལགས་ཁོ་རང་ཕལ་ཆེར་མ་ཕེབས་པ་འདྲ་གང་ལ་སྲིད་འདུག་གང་ལ་ཡ་ཨ་ནི་ང་རང་ཚོ་ངོས་ནས་ཅི་བསྟན་ཡོད་འདུག་གང་ལ་ཡ།

རེད་བ། ཨ་ནི་དངོས་གཞི་ཆུ་ཀླུང་མ་ཆུ་དུ་གང་ལ་ཡ་དེ་ནི་མི་མང་གི་ངོས་ནས་ཡ་དེའི་དོན་ལ་ཞུ་གཏུག་དང་རམ་འདེགས་པ་ཅིག་ཞི་བའི་ཕྱིར་ཚོང་གི། དེ་ནས་ད་ལྟ་དེ་སྤོང་རོགས་བློ་བཟང་ཚེ་རིང་ལགས་ཁོ་རང་ད་ལྟ་དེ་དྲམ་ས་ལ་ཕེབས་ནས་ཞུ་གཏུག་ཞི་བའི་ཕྱིར་ཚོང་ཅིག་ཆགས་ཐུབ་ཀྱི་འདུག་བ། གཙོ་བོ་དེ་ལ་ཡི་སོ་སོའི་ངོས་ནས་ཡ་སྐད་ཚང་ཞུ་ན་ཅི་ནས་རེད། སྔོན་འགྲོ་དེ། མ་འགྲིག་པ་སོང་ཙང་བརྩི་འགྲོ་གནང་ད་དེ་ནུས་འཕྲུལ་ཆེན་པོ་ཅིག་ཆགས་ཐུབ་ཀྱི་ད་རྙོག་གླེང་དེ་རེད་བ། ད་ང་རང་ཚོའི་གི། བཅའ་ཁྲིམས་གི་དགོངས་དོན་ཞི་བའི་བཞག་པ་ན་སྔོན་ལ་བློ་ཡུལ་གྱི་ཐོབ་ཐང་ཆོད་མེད་ཅིག་ཡང་བསྐྱར་ཅིག་ཡོད་ཀྱི་བློ་ཡུལ་གྱི་དེ་འདྲ་གི་ཆ་རྐྱེན་ཅིག

སོ་སོའི་གི་ངོ་དེབ་བརྒྱུད་དང་དྲ་རྒྱའི་བརྒྱུད་ནི་ཡ། ཨ་ནི། ཅིག་རབ་ཏུ་རིམ་པ་ཅིག། ཨ་དྲིལ་བསྒྲགས་ཟིན་ད་དུ་རབ་སྤྲོད་ཟིན་ད་དུ་སྐྱེ་མདོག་ཅིག་ཏུ་བྱུས་པ་ཞིག་གསུངས་ཀྱི་འདི་མི་མང་ཚོ་མང་པོ་ཅིག་གི་འདི་ཐོག་ལ་ཡ། ཅིག། གསན་གཟིགས་གནང་མཁན་དང་མང་པོ་དེར་བྱུང་འདུག་རུ་བ་དེའི་འདུག་ག་ལ་སོ་སོའི་ངོས་ནས་ཡ་འདི་ཐོག་ལ་ག་མེད་བྱུང་སོང་ལ་སྤྱི་བཏང་གི་ང་རང་ཚོ། ཅིག།

བོད་ཡུལ་གྱི་མི་ཡིན་པའི་སྲོག་རྩ་བོད་ཡུལ་ནས་འཚར་ལོངས་བྱས་པའི་དཀའ་སྡུག་མྱངས་དང་མྱོང་དང་མྱོང་བཞིན་པ་ཅིག་རེད་བ། དེ་མིན་པའི་ལས་རྣམ་པ་ཚོ་གོང་ལ་མང་པོ་ཅིག་གིས་ངེད་ཀྱི་བརྙན་ཐུང་དེ་ལ་ཡང་རྣམ་པ་ཚོ་གིས་གསན་གསན་གནང་ཡོད་རེད། སོ་སོ་བོད་ཡུལ་བདེ་བའི་སྐབས་ལ་ཡང་མི་མང་གིས་ཞབས་ཕྱི་ཞུས་ཡོད་དང་དེ་ག་རང་བཞིན་གྱི་འཐབ་རྩོད་ཀྱི་རབ་དང་རིམ་པ་ཅིག་ལས་ཀ་མང་པོ་ཅིག་བྱས་ཚར་བ་དང་དེ་ག་རང་བཞིན་གྱི་ས་གནས་འཐུས་མི་དེ་འདྲས་བྱས་འདུག་སྐབས་ད་དེ་འདྲ་ང་ཨ་རི་ལ་ཡོད་དེ་རང་དབང་དེ་ལ་ལྷག་ཙམ་ཡོད་འདུག་སྐབས་ད་དུང་ཡང་ན་ད་སོ་སོ་གིས་འདི

ང་ཚོ་ས་གནས་མི་མང་ཚང་མ་ལ་མཁྱེན་གྱི་རེད། ཁོ་རང་ལ་ཡ་དོ་ཞེས་ཨ་ནི་ང་རང་ཚོ་ད་བརྗོད་ཐེབས་པ་བྱས་ནས་བརྗོད་ད། སྤྱི་བཏང་གི་བརྗོད་ཐེབས་པ་བྱས་བ་ནི་ཨ་རི་དོན་གཅོད་ཁང་ཟེར་བ། ཟེར་མི་དེ་ད་ད་ང་ཚོས་ཀྱི་ད་ལྟ་ངེད་ཀྱིས་དེ་སྐད་ཆ་བཤད་བའི་དེའི་སྐབས་དེ་ལ་ཡ་ག་རེ་ཁུར་ཟེར་འདུག་གི་ད་ང་ཚོའི་འོས་བསྡུ་འགན་འཛིན་ཨ་རི་གྱི་འོས་བསྡུ་འགན་འཛིན་ཟེར་བ། ད་གང་ལྟར་རྣམ་པ་ཚོ་ལ་ཡ་བརྗོད་ཐེབས་པ་ཞུས་བ་ཡིན་ན། ད་ནི་དེ་ཡ་ག་ཟེར་བ་རེད་ད། ང་ཚོ་ཨ་རི་དོན་གཅོད་ཟེར་བ།

ཕྱི་ལོ་ཉིས་སྟོང་ཉིས་རྩ་དྲུག་ལོའི་བཙན་བྱོལ་བོད་མི་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ལས་རིམ་ཆ་ཚང་མཇུག་བསྒྲིལ་མེད་པ་དེ་ནི་མཁྱེན་གསལ་དང་ཟེར་བ་ནི་བཙན་བྱོལ་བོད་མིའི་འོས་བསྡུ་ཆེན་མོ་དང་འབྲེལ་བའི་སྐོར་ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཕྱི་ཟླ་བཅུ་གཉིས་ཚེས་ཉིན་རྩ་གསུམ་ཉིན་དབུས་འོས་བསྡུ་ལྷན་ཁང་ནས་བཀོད་རྒྱ་གནང་བའི་རྩ་འཛིན་ལམ་སྟོན་དང་ཟེར་བ་དང། དེ་གི་ཐོག་ལ་ཡང་ཁོ་རང་ཚོའི་ནང་དུ་བ། ཧ། ལས་རིམ་ཆ་ཚང་ཞིག་ཚང་མས་ནས། ཅིག་རོ་ཁོ་རང་ཚོ་དེ་ནང་དུ་བ། ཡི་གེ་གི་ད། བརྗོད་བྱ་དེ་མ་གསུངས་ན་ཅིག། གནང་བ་ཞིག་གསུངས། ད་དེའི་ཐོག་ལ་ཡང་སོ་སོ་རུ་ཅིག་ཞུ་ཡ་འདི་པ་བྱུང་སོང། གང་ལ་ཟེར་དུས་ཁ་ལ་ཡང་ང་འགྲོས། སྔོན་འགྲོ་དང་ནི། དངོས་གཞི་ཚང་མ་ཚར་བ་རེད། ཚར་ཚར་བ་ཅིག་གཏང་གི་རོ་བ། དྲང་པོ་ཤོད་ན། ད་ཁེ་སང་ང་ཚོ་གི། དམིགས་བསལ་གྱི་རི་དྭགས་རྣམ་པ་གཙོ། བདག་སྔོན་འགྲོ་དེ་དང་སྔོན་འགྲོར་བ་དངོས་གཞི་འདི་དག་གལ་ཆེན་པོ་ཞུ་ཅིག། ར་བྱེད་སྟངས་ཀྱི་ད་དེ་སྲིད་སྐྱོང་ཅིག་བྱུང་ཡོད་མ་རེད་དེ། ད་ཁེ་སང་གོང་དུ་བྱུང་བ་རྩིས་མེད་བཏང་དགོས་བྱས་རོགས་ད་ལྟ་བོད་ཡུལ་གྱི་ཚང་མ་རྗེས་མི་དུས་ཚོད་བརྒྱ་ཆ་དྲུག་ཅུ་ལོན་གྱི་ཡོད་ན་བསམ་པ་རོ་རྗེ་ཚོ་ཚོ་ང་ནི་དགོངས་ཚུལ་ཕུལ་ཆོག་བར་བ། ད་གང་ལྟར་ད་ལན་དངོས་གཞི་དེ་ལ་ཡས་ད་སྤྱི་འཐུས་ཀྱི་དཔེ་གལ་ཆེན་པོ་བྱེད་འདུག་ག་ལ་དམིགས་བསལ་ང་ཚོ་ད་ཨ་རི་ནང་གི་སྤྱི་འཐུས

རེད་བ། ཨ་རི་དོན་གཅོད་ལ་བསྐུར་ནས། ཨ་རི་དོད་གཅོད་ཁང་ལ་ཡང་བསྐུར་ནས་ད་འོས་བསྡུ་གན་ཚིག་ཞུས་ས་དེའི་གོང་དུ་ཡང་དེ་ལ་བསྐུར་ནས། ཕལ་ཆེར་ཆུ་ཚོད་གཅིག་ལྷག་འགྲོས་མེད་ཉིན་གུང་ཆུ་ཚོད། ང་ཚོ་ཁ་ལག་ཟས་ཚང་མ་བྱས་ཕལ་ཆེར་ཆུ་ཚོད་གཉིས་བའི་དང་པོ་དང་གཉིས་བ་བར་ཐག་བཅད་ལ་ཡིན། གང་ལྟར། ཨ་ནེ་གི་ས་གནས། ཆེ་ཁག་ཟིན་བདག་ཏུ་ད་དེ། མི་འབོར་མང་བའི་ཁུལ་དེ་དག་ནིའུ་ཡོག། མེ་ནི་སོ་ཏོ་དང་དེ་ག་ནང་བཞིན་གྱི་སན་ཧྥི་རན་སིས་ཀོ་གི། བོད་གྲངས་དེའི་དུར་གཅིག། རེ་ཏི་ཧྥི་རེ་ཤི་དང་ཕལ་ཆེར་ཐཱིམ་སུ། ཅེས་པའི་ཐཱིམ་ཟིན་ས་དེའི་ནང་ལས་པའི་སྤྱི་བཏང་ནང། ད་དེ་འདྲའི་མགྱོགས་པོ་ཞུ་ཞིག་བཏང་གནང་ཟེར་བ། དེའི་སྐབས་ལ་ཡ་སོ་སོའི་ངོས་ནས་ཡ་ཡ་མཚན་གཅིག་དེ་ཞིག་སྐྱེས་སོ། དེ་འདྲའི་གི་ཁོ་རང་ཚོའི་གི་ཚ་དྲག་རྔམ་དྲག་གི་བཏང་དགོས་རྒྱུ་མཚན་ཞིག་གང་ཡིན་ནའང་ཟེར་སེམས་པ་ཅིག་གང་ལ་ཟེར་དུས་གང་ལ་ཡ་དེའི་ནང་ལ་ཡ་ཐོབ་ཤོར་གྲངས་འབོར་གི་ཆ་ནས་ནི་ཆགས་ཡོད་དོ། ཨན་དེ་མིན་གི་ད་ས་གནས་ཆུང་ཙག་ཁག་ནས་ཡ། བེ་ཅན། ང་ཚོ་དེ་ཐ་མ་ཆགས་བསྡད་དགོས་རེད་བྱང་ཀེ་ལི་ཧྥོ་ནེ་ཡ་སན་ཧྥ་རན་སིས་ཀོ་གི་དུས་ཚོད་གི་ཆ་ནས་བ། འཛམ་གླིང་ས་ཕྱོགས་གང་ས་ནས་ང་ཚོ་སན་ཧྥེན་སུ་ས་གནས་དེའི་འོས་བསྡུ་ཚོད་ཀྱི་ཕལ་ཆེར་ཆུ་ཚོད་གསུམ་ཞིག་ཁེལ་བ་ཡང་ནིའུ་ཡོག་ནིའུ་ཡོག་དང་ད་ང་ཚོའི་བར་ལ་ཡིན། ད་གང་ལྟར་ང་ཚོ་དེ་མཐའ་མ་ཆགས་དུས་ཡིན་ནས་ས་གནས་གཞན་པ་གི་ལས་མེད་ན་དྲག་འདུག་དེ་ག་ནང་བཞིན་གྱི་འོས་བསྡུ་ཤན་འཛིན་ངོས་ཡ་ལྷན་ཁང་ངོས་ཡ་བསྡུར་ཅིང་མགྱོགས་པོ་ཞུ་ཅིག་བཏང་འོས་བསྡུ་མཛད་རྗེས་ག་བ་ག་རེ་ལ་ཐུག་ཡོད་ནའང་བསམ་པར་རོལ་ཅིག་སོ་སོའི་ངོས་ནས་ཡ་དོགས་འདྲི་ཅིག་བྱུང་སྡིགས་ག་བ་ཡིན་ནས་ང་ཚོ་འོས་བསྡུ་ཚོགས་ཆུང་ཚོགས་མི་དང་བཅས་པ་སུ་སྐྱེ་ལ་གལ་ཆེ་ཞུ་རྒྱུ་མ་བྱུང་བ་དེ་གཅིག་རེད།

འོས་བསྡུ་ལས་རིམ་སྐབས་ཟེར་བ་དངོས་ཤུགས་བརྒྱུད་གསུམ་ནས་ཟེར་བ་དངོས་ཤུགས་བརྒྱུད་གསུམ་ནས་ཟེར་བ་ཐལ་རྒྱུའི་རྒྱབ་སྐྱོར་སོགས་བྱེད་མི་ཆོག་ཟེར་བ་དེ་ཡང་རྒྱལ་གཅེས་གྲོགས་ཆོག་ཞུ་ཆོག་པ་བཅས་རྣམ་པ་ཚོགས་ལ་ཡ། ས་གནས་འོས་བསྡུ་ཚོགས་ཆུང་གི་ཚོགས་མི་དང་ཟུར་དཔང་སུའི་ཐད་ནས་འོས་བསྡུའི་ལས་རིམ་སྐབས་ཟེར་བ་དངོས་ཤུགས་བརྒྱུད་གསུམ་ནས་ཟེར་བ་ཐལ་རྒྱུའི་རྒྱབ་སྐྱོར་སོགས་བྱེད་མི་ཆོག་ཅེས་ཡོད་པ་མ་ཟད། ད་སོ་སོའི་ངོས་ནས་ཡ། ས་གནས་ཀྱི་འོས་བསྡུ་ཚོགས་མི་རེད་ཟེར་བ་དང་ཟླ་ཤས་གོང་ནས་ཡ། སུ་འདྲ་ཅིག་ལ་ཡ་རྒྱབ་སྐྱོར་བྱེད་རྒྱུ་མ་བྱུང་རྒྱ་སྐྱེད་འདུན་ལམ་དོད་ནས་ཁོ་ལུག་གོར་དག་གོས་གཅིག་བྱེད་འོག་རེད་ཟེར་སོགས་པ་དང་དེ་ག་ནང་བཞིན་ཚོགས་འདུ་དེར་མཉམ་ཞུགས་བྱས་མ་མྱོང་སོ་སོའི་ངོས་ནས་རེད་བ། ག་ལ་འདུག་ག་ལ་སོ་སོ་གི་དྲང་པོ་དྲང་བཞག་ཐོག་ནས་འགན་གཅིག་ཁྱེར་བའི་ཐོག་ནས་རེད་བ་སོ་སོ་ལ་ང་ལ་འགན་བཅོལ་ད་ང་ཚོ་འོས་བསྡུ་ཚོགས་མི་རེད་བ། གལ་སྲིད་ངས་དེ་འདྲ་བྱས་པ་ན་སོ་སོ་ལ་ཅིག་མ་འགྲིག་པ་ཅིག་དེ་ག་ནང་བཞིན་གྱི་ཕ་མཐའ་སོ་སོ་རྒྱབ་སྐྱོར་བྱེད་བཞིན་པ་ས་མི་དོ་བདག་ཁོ་རང་ལས་ནས་ཕོག་ཐུག་འགྲོ་གི་ཞུ་བ་ཅིག་དེ་ཡིན་འདུག་གང་ལ་ཡ་སོ་སོའི་ངོས་ནས་ཡ་ཆ་རྐྱེན་གླེང་རྒྱུ་མ་བྱུང་ཟེར་བ་དེ་ཅིག་གཙོ་བོ་གཞོན་ཡིན་རྣམ་པ་མི་མང་རྣམ་པ་ཚོ་དང་འོས་བསྡུ་ལས་ཁང་གི་དང་ང་ཚོ་ཨ་རིག་གི་འོས་བསྡུ་ལྷན་ཁང་གི་འགན་འདྲི་རྣམ་པ་ཚོ་ལ་རེད་བ་སོ་སོའི་ངོས་ནས་ཡ་དེ་འདྲའི་རྩ་བ་ནས་བྱེད་རྒྱུ་མེད་གང་ལྟར་དེ་ན་ཁྲིམས་དེ་འདྲ་ཞིག་འཁོད་འདུག་བ་དེ་ཡིན་འདུག་ཅེས་པ་མ་ཟད་དེ་ནས་དྲ་ལམ་བརྒྱུད་ང་རྒྱལ་གོ་སྒྲིག་ཞུས་པའི་འོས་བསྡུའི་ཟབ་སྦྱོང་སྐབས་སུའང་ས་གནས་འོས་བསྡུ་ཚོགས་མི་དང་ཟུར་དཔང་ཐད་ནས་འོས་བསྡུའི་སྒྲིག་གཞི་དང་རྩ་འཛིན་ལམ་སྟོན་ཁག་ལ་ངེས་པར་དུ་ཐུགས་སྣང་འཁོད་པའི་ལམ་སྟོན་རིམ་པ་ཞུས་ཡོད་ནའང། ད་དེའི་ཐོག་ལ་ཡང། ཟབ་སྦྱོང་ཕལ་ཆེན Zoom གི Meeting ནང་ད་གང་ཅི On Call འདྲ་བོ་ཅིག་ཐེངས་མ་གཉིས་བྱས་སོ་སོའི་ངོས་ནས་ཡང་མཉམ་ཞུགས་བྱེད་དགོས་གོ་སྐབས་བྱུང་མ་སོང། ད་གཟོད་དུས་ཚོད་ཀྱི་རྐྱེན་པའི་ཆ་ནས་འདའ་འདུག་རུང་བ་ཐེངས་མ་གཉིས་བར་དེ་ལ་གཞོལ་བྱས་པ་འདི་ནི་བྱུང་མ་སོང། གང་ལྟར་རེ་བ། སོ་སོའི་ངོས་ནས་ཡ། དེའི་ཐོག་ལ་ཡ། ག་སོགས་ལ་དག། ལམ་སྟོན་གོ་སྒྲིག་རྣམ་པ་གཅིག་ཁོ་རང་ཚོས་གནང་བར་དེ་སོ་སོའི་ངོས་ནས་ཞུས་དེའི་ཐོག་ལ་ཡ་ཆ་ཆེ་ལན་བྱུང་མ་སོང། དེ་གའི་ས་གནས་འོས་བསྡུ་བྱ་ཡུལ་དེ་ཚན་གྱི་ཚོགས་ཡི། ཚོགས་མི་ཡིན་པ། ཟེར་བ་ཏཱི་རྡོ་རྗེ་ལགས་ནས་ཕྱི་ཟླ་ཉེར་བཅུ་ཉིན་གསར་འགོད་ཕྱི་ཟླ་ལྔ་པའི་ཚེས་ལྔ་ཉིན་སྒེར་གྱི་ངོ་དེབ་དང YouTube དྲ་ལམ་ཐོག་བལ་ཡུལ་གྱི་འོས་བསྡུ་དང་འབྲེལ་བའི་གཏམ་བཤད་གནང་བ་དེས་དབུས་འོས་བསྡུ་རྩ་འཛིན་ལམ་སྟོན་གྱི། ལམ་སྟོན་གྱི་ཟེར་བ་ནི་འབྲུ་དོན་ཏག་ཏག་དེ་མེད་ལ་བརྟེན། ད་ངེད་ཀྱི་ཁ་ཚ་ཤེལ་དུ་རྒྱུ་མཚན་དེ་རེད་ང་ཚོས་ཀྱི་འོས་ཚང་མ་ཚགས་ཚ་ཟེར་བ། དངོས་གྲུབ་དངོས་གཞི་ཚང་མ་ཚགས་དེ་ག་ནང་བཞིན་གྱི་ས་ཡིག་བརྒྱབ་ཚང་མ་ཨ་རི་དོན་གཅོད་ཁབ་དང་ཁོ་རང་ཚོས་ཀྱི་ད་ང་རང་ཚོ་སྤྱི་ཚོགས་དྲ་རྒྱའི་དུས་ནས་མ་གསལ་ཁྲ་སྤེལ་བས་ཚགས་ཚང་མ་བྱེད་ས་རེད་ཟེར་བ། ཚང་མ་སྤེལ་ས་རེད་ད་ང། འོས་བསྡུ་ཚོགས་མི་རེད་ང་འོས་བསྡུ་ཚོགས་མི་ག་བར་ཕྱིན་དུ་བྱང་ཨ་རིའི་ས་གནས San Francisco གི་འོས་བསྡུ་ཚོགས་མི་རེད་བ་དེ་ག་ནང་བཞིན་གི་ད་བྱང་ཨ་རི་གི་ང་ཚོ་ལ་ག་རི་ཐོབ་ཐང་ཡོད་སྲིད་དུ་ག་ལ་ཡ་ད་སྲིད་སྐྱོང་ཡོད་མ་རེད་དེ་ཡིན་ན་སྤྱི་མཐུན་གཉིས་ཡོད་རེད་བ་ང་ཚོ་ལ་ཡ་གཞན་ང་ཚོ་ཆོལ་ཁ་ཆོས་ལུགས་སུ་རེད་བ་ཆོས་རྒྱུད་བཀའ་རྒྱུད་སུ་གཅིག་གི་ཐོབ་ཐང་ཡོད་མ་རེད་ང་ཚོ་ལ་བསླུ་བས་གི་ང་བྱང་ཨ་རི་གི་སྤྱི་མཐུན་གཉིས་དེ་གི་ཐོབ་ཐང་བྱོས་རེད་བ་སུས་བསླུ་བས་དེ་ང་བྱང་ཨ་རི་གི་ས་གནས་འཐུས་མི་གཅིག་གི་འོས་བསྡུ་ཚོགས་མི་གཅིག་ཆགས་ཐིག་ཡོད་རེད་བ་དེ་མིན་གི་ང། བལ་ཡུལ་དང་རྒྱ་གར་དང་དེ་འདྲ་གི་བུད་དུ་ཚོགས་མི་མ་རེད་རོ། དེ་འདུ་གང་ལ་ཡ། དེ་གོང་དུ་ཞུ་བ་ནང་བཞིན་རེད་སོ་སོའི་ངོས་ནས་ཡ་བུད་དུ་ཚོགས་མི་ཞིག་ཡིན་པའི་ཆ་ནས། ང་བོད་རིགས་ཡིན་པ་སོང་ཙང་དེ་ག་ནང་བཞིན་གི་ངེད་ཀྱི་དཔྱ་ཁྲལ་ལག་ཅིག་ཕུལ་བྱས་ཡོད་རེད་དེ་ག་ནང་བཞིན་གི་ངེད་ཀྱི་བོད་མི་ཁྲིག་ཚོ་དེ། མཚན་ལྡན་གྱི་གནས་དང་དེ་ག་ནང་བཞིན་གི་སྲིད་སྐྱོང་སྤྱི་འཐུས། སུ་འདྲ་ཅིག་ཡག་པོ་ཅིག་གདམ་དགོས་དེ་གལ་ཆེན་པོ་མ་སོང་ཙང་དེ་ག་ནི་ཐོག་ལ་ཡ་སོ་སོའི་འགན་འཁྱེར་བའི་ཐོག་ནས་ཁ་ཚང་ཞུ་བ་ནང་བཞིན་རེད་དེའི་ཐོག་ལ་ཡ་སོ་སོའི་ངོས་ནས་ཡ།

ཨཱ། སོ་སོ་ཉིད་དེ་ཞུས་སོགས་འགན་འཁྱེར་བའི་གཞི་གཟུང་གིས་རྟགས་ཐ་དད་མ་སོགས་ཉིད་ཧ་གོ་གི་གོ་གི་ལ། ཤེས་པའི་ཐོག་ནས། ང་ཚོ་སུ་འདྲ་ཅིག་ནས་རེད་ད། ཨཱ་ནི། བཙན་བྱོལ་བོད་མི་ཁྲི་བཙུན་ན་འདྲ་འདུག་འོན་ཏེ་ལྷས་ཁང་འདྲ་འདུག་སོ་སོ་ས་གནས་ཀྱི། ད། ལས་གནས་སུ་འདྲ་ཅིག་གིས། འགྲིག་མེད་པ་ན་འགྲིག་མི་འདུག་ཟེར་ཏེ་ཁ་གྲག་ཏུ་གལ་ཆེན་པོ་རུ་བ་དེ་ཡིན་པ་སོང་ཙང། ནོར་གི་ནོར་གི་ལ་ཉིད་ཧ་གོ་གི་གོ་གི་ལ་ང་ཁ་བཙུམ་བསྡད་དོན་ན། ཏག་ཏག་ཞིག་དེ་གོའི་མ་རེད་ཞོ་དེ་ཡིན་འདུག་ག་ལ་ང་རང་ཚོ་འདུག་བྱས་ནས་ཐུགས་ཤོར་ཞིག་འགྲོ་གི་ཡོད་རེད་རེད་བ་དེ་ཡིན་འདུག་ག་ལ་ངས་ཀྱི་སྤྱི་ཚོགས་དྲ་ལམ་གྱི་ནས་དྲ་བ་ཡིན། འགྲོ་བ་གཅིག་མི་མང་ཚོ་ལ་ར་སྤྲོད་ཀྱི་ཆེད་དུ་རུབ་སྟེ་དེ་འདི་ཞུས་པ་ཡིན། དེ་མིན་གྱི་ངས་ཀྱི་དེའི་ཐོག་ལ་ཡ་ཞི་མེད་སྐྱོན་བརྗོད། ཚིག་རྩུབ། དམའ་འབེབས། དེ་འདྲ་གི་དཔྱད་ཞུ་རྒྱུ་མ་བྱུང་སུ་འདྲ་ཅིག་ལ་རེ་བ་སྤྱི་བཏང་གི་སྒེར་སུ་འདྲ་ཅིག་ལ་ཞུ་རྒྱུ་མ་བྱུང་དེ་འདྲའི་ཐོག་ལ་ཡ། དེ་དོན། དེ་དོན་དོ་བདག་ལ་འགྲེལ་བརྗོད་ཀྱི་ནི་དེའི། བྱ་དཀའ་ལན་འབུལ་ཙམ་གནང་སྐྱོང་ཡོང་བ་དེ་དོན་དགོངས་འཇགས། བྱུང་ཨ་རི་ས་གནས་འོས་བསྡུ་ལྷན་ཁང་ནས་ད་ཁོང་ཚོའི་ངང་ལ་ཡ་ད་ངོ་དེབ་དེ་འདིའི་ཐོག་ལ་ཡ་ཁོང་ཚོའི་གི་ག་ཟེར་བས་ད་མ་ཕྱི་འཐེན་བྱེད་དགོས་ཚུལ་བཤད་འདུག་བ་ད་གང་ལྟར་ཡི་གེ་འདི་ནང་ལོགས་ལ་ཡ་ད་དེ་གི་ཐོག་ལ་ཡ་སོ་སོའི་ངོས་ནས་ང་ཚོའི་ས་གནས་གི་ད་ཚོགས་གཙོ་རེད་ད་འོས་བསྡུ་གི་ཚོགས་གཙོ་དཀོན་མཆོག་བཀྲ་ཤིས་ལགས་ལ་ཡ་ཁོ་རང་ཞུས་པ་ཡིན་ཡ་དཀོན་མཆོག་ལགས་ལ་ཆ་ཚང་ག་རེ་ཞུས་ཟིན་འདུག་གང་ལ་ཡ། ང་ཚོ་དེ་བོད་ཡུལ་གྱི་འདི་རྙོག་དྲ་བྱུང་འདི་སྔོན་ལ་ང་ཚོ་ད་ལྟ་དེ་ཡི་གེ་དེ་མ་སླེབས་གོང་ལ་ང་ཚོ་རབ་ཏུ་རིམ་པ་དཀའ་སྤྱད་སྐད་ཆ་བྱུང་ཟེར་བ་བོད་ཡུལ་གྱི་དེ་ཏག་ཏག་དེ་མེད་པ་ཅིག་རེད་བ། ངང་ཆེ་གི་ད་ངོས་ལེན་བྱེད་ཀྱི་ཡོད་རེད་དེའི་སྐབས་རེད་བ། རྣམ་པ་ཚོ་མཁྱེན་མཁྱེན་རེད་བ། ཨ་དེ་ག་ནང་བཞིན་གྱི། ཨ་ངས་ཁོ་རང་ཞུས་པ་ཡིན་ངས་ཕྱིར་འཐེན་བྱེད་ཐུག་གི་མ་རེད་ཞུས་པ་ཡིན་ག་ལ་དུས་བཀག་ལ་ཕྱིར་འཐེན་བྱེད་དགོས་གི་ཅི་ཐང་གི་གོ་བ་རྒྱུ་མཚན་ཟེར་གྱི་མི་འདུག་ག་ལ་དུས་བཀག་ལ་ཡ། ང་བྱང་ཨ་རིག་གི་འོས་བསྡུ་ས་གནས་འཐུས་མི་ཅིག་ཡིན་དུས་གང་ལ་ཡ། ང་བལ་ཡུལ་གྱི་དང་རྒྱ་གི་མ་རེད་ཞུ་བ་ཡོད་བ་དེ་མིན་གྱི་ཨ་དེ་བཞིན་གྱི་དེ་ནི་ད་བར་སོང་བར་སྤྱི་ཚོགས་དྲ་ལམ་དེ་འདྲ་ཅིག་ལ་མི་སྟོང་ཕྲག་དྲུག་ཅུ་བདུན་ཅུ་ཅིག་གིས་གཟིགས་ཟེར་བ་ཡིན་གྱི་ཕྱི་འདི་ཅིག་ནི་བྲེལ་བ་གས་མི་འདུག་ཞུ་བ་ཡིན་བ་ག་ལ་འདུག་ག་བོད་ཁྱབ་ཚར་བ་ཁོ་གཅིག་རེད་རེད་བ་དེའི་ཐོག་ལ་ཡ་དྲང་བདེན་གྱི་ཐོག་ལ་ཡ་དེ་འདུག་ག་མི་མང་པོ་ཅིག་བརྒྱུད་སྐུལ་བྱས་བྱས་རེད་བ་ཁོ་དེ་དེ་འདུག་ག་མི་མང་པོ་ཅིག་རྒྱབ་སྐྱོར་བྱས་བ་རེད་དེ་འདུག་གང་ལ་ཡ་ཨ་ནི་ཡ་དེ་འདྲ་དེ་ང་ཚོ་ཚོགས་གཙོའི་ངོས་ནས་ཡ་དོན་གཅོད་ལ་ཡ་བཀའ་ལན་ག་རེ་ཞུ་ནས་གལ་སྲིད། རེད་བ། ད་ང་རང་ཚོ་འོས་བསྡུ་གན་འཛིན་ཟེར་ན་དྲག་འདུག་ཨ་རི་དོན་གཅོད་ཁོ་རང་རྣམ་པ་ཚོ། ད་ད་དྲུང་ཆེ་ཟེར་བོར་བ། ཁོ་རང་ཚོ་གལ་སྲིད་དེ་འདྲས་ཀྱི་འདོན་པ་གནང་དཀའ་བ་བྱུང་བ་ཡིན་ན་ང་ལ་ཐད་ཀར་འབྲེལ་བ་བྱེད་ཞོགས་ཞེས་བརྗོད་པ་ཡིན། ག་ལ་འདུག་ག་ལ་ཨ་རི་དོན་གཅོད་ཀྱིས་ང་ངོ་ཤེས་ཀྱི་རེད་དེ་ག་ནང་བཞིན་གྱི་དྲུང་ཆེ་ཁོ་རང་གིས་ངོ་ཤེས་ཀྱི་རེད་བ། རྣམ་པ་ནི་རང་གི་རེད་བ། ང་ཚོ་ཚོགས་པའི་བརྒྱུད་ནས་ཡ་ག་འདྲ་བྱེད་མ་ག་འདྲ་བྱེད་བ་ཡིན་ན་ད་གང་ལྟར

དེ་རྣ་ལོག་ག་རེ་བྲིར་སི་ཏུ་ག་ལ་རྣམ་པ་ཚོར་བ་དག་མཚུངས་མེད་བྱང་གལ་ས་གནས་འོས་བསྡུ་བྱ་ཡུལ་སྡེ་ཚན་གྱི་ཟེར་འགན་འཛིན་དཀོན་མཆོག་བཀྲ་ཤིས་ལགས་སུ་ད་དེ་དང་གོ་ལེགས་སྐྱོར་རོགས་རྣམ་པ་ཚོ། ནང་གོ་ལེགས་སྐྱོར་རེད། ཆེད་ཞུ། དེ་ག་བྱང་ཨ་རིའི་ས་གནས་འོས་བསྡུ་ལྷན་ཁང་ནས་ཕྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བའི་ལྔ་བའི་ཚེས་བརྒྱད་ཉིན་དེ་གའི་ས་གནས་འོས་བསྡུ་བྱ་ཡུལ་སྡེ་ཚན་གྱི་ཚོགས་མི་བཀྲ་ཤིས་རྡོ་རྗེ་ལགས་ཀྱིས་སྐོར་རེ་བསྐུལ་གློག་འཕྲིན་ཕྱག་བྲིས་ཕུལ་ནས་ཟེར་བ། ཉིན་གྲངས་གསུམ་ཙམ་སོང་ཡང་རེ་སྐུལ་ལ་དོན་འབྲས་མ་སོན་པར་བརྟེན་ཟེར་བ། ཕྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཕྱི་ཟླ་ལྔ་བའི་ཚེས་བཅུ་བྱོན་ནས་བཟུང་ཀྲེས་རྡོ་རྗེ་ལགས་ལ་བྱང་གེལ་ས་གནས་འོས་བསྡུ་བྱ་ཡུལ་སྡེ་ཚན་གྱི་ཚོགས་མིའི་ལས་འགན་མེད་པ་དེ་དོན་དགོངས་འཇགས་དང་འབྲེལ། ཚེས་བརྒྱད་དང་དེ་རིང་གི་གློག་འཕྲིན་བཅས་སྔ་རྗེས་ཡིག་སྐད་གཉིས་ལ་བསྒྱུར་ལེན་དུས་ཙམ་གནང་སྐྱོང་ཡོང་བ་དེ་དོན་དགོངས་འཇགས་ཞུ། བྱང་ཨ་རི་ས་གནས་འོས་བསྡུ་ལྷན་ཁང་ནས་ཕྱི་ཟླ་ཉིས་སྟོང་ཉིས་ཚར་དྲུག་ཟླ་བའི་ལྔ་བའི་ཚེས་བཅུ་གཅིག་ལ་ཕུལ། རྣམ་པ་ཚོ་ལ་ད་ངས་ཞུས་འདིར་ད། ཨ། ང་ལ་ཡ་མ་ཆོད་རང་དབང་ཡོད་རེད་བ། དོན་གཙོ་བོ་དེ་ལ་ཡ། དེ་ནང་བཞིན་གྱི་སོ་སོ་གྱི་དྲང་བདེན་གྱི་ཐོག་ལ་ཡ། ཅིག་ཞུས་པ་རེད། བལ་ཡུལ་གྱི། བོད་ཀྱི་འགྲོ་སྟངས་དང་གནས་སྟངས་དེ་ཐོག་ལ་ཡ་རྙོག་གླེང་དེའི་ཐོག་ལ་ཅིག་རོབ་ཙེ་ཞུས་པ་རེད། དེ་ག་ནང་བཞིན་གྱི། ང་ཚོ་དབུས་འོས་བསྡུ་ལྷན་ཁང་གི་རྣམ་པ་ཚོ་གི་དེའི་ཐོག་ལ་ཡ། ཅིག།

ང་ལ་ཡ། ད། སན་ཧྥན་སིས་ཀོ་ས་གནས་ཀྱི་ད་འོས་བསྡུ་ཚོགས་མི་ནི་ཡ་མ་སྤུས་པ་དྲག། ཨ་ནི་སོ་སོར་དོ་བདག་སོ་སོར་རོགས་བྱས་ན་ཁྱད་པར་སྤུས་ཙམ་གྱི་མེད་ཞུ་ཡིན། གང་ལ་འདུག་གང་ལ་ཡ། སོ་སོའི་ངོས་ནས་ཡ་ལྷག་བསམ་རྣམ་དག་གི་ཐོག་ནས་དྲང་པོ་དྲང་བཞག་གི་ཐོག་ནས། ཕལ་ཆེན་མྱང་ཙོ་ཉི་མ་ལྔ་དྲུག་ཅིག་ཞབས་ཕྱི་ཕུལ་ཞུས་པ་ཡིན། དེ་བ་སོ་སོ་གི། མི་མང་ལ་ལྷག་བསམ་རྣམ་དག་གི་ཐོག་ནས་དེ་ག་ནང་བཞིན་དྲང་པོ་དྲང་བཞག་གི་ཐོག་ནས། རོ། ཞབས་སྤྱོད་ཞུས་པ་ཡིས་མི་མང་ལ་ཡ་དེ་སོ་སོའི་ངང་ནས་གོ་སྐབས་བཟང་པོ་ཅིག་དང་སྤོ་བ་ཆེན་པོ་ཅིག་སྐྱེལ་དགོས་ཅིང་དེང་རང་བཞིན་གྱི་དྲང་བདེན་ཐོག་ལ་ཡ་མི་མང་ལ་རབ་དང་རིམ་པ་ཅིག་ར་སྤྲོད་བྱེད་ཀྱི་གོ་སྐབས་ཅིག་རག་སོང། རོ། དེ་སོ་སོའི་ངང་ནས་སྤོ་བ་མཐོན་པོ་ཅིག་ངང་ནས་ཡ་རྣམ་པ་ཚོ་ལ་ཡ་གཞོལ་གྱི་འདོད་པ་བྱུང་སོང་དེ་དེ་བཞིན་གྱི། ཨ་ནི་ད་ལན་དེ་དྲ་རྒྱའི་མདུན་ལམ་འདི་གི་ཐོག་ནས་ཡ། ཡང་བསྐྱར། ངེད་ཀྱིས་ད་ཨ་རི་དོན་གཅོད་ན་དྲག་འདུག་འོས་བསྡུའི་ལྷན་ཁང་ན་དྲག་འདུག་རྣམ་པ་ཚོ་ལ་ཡ་ལན་འདེབས་གལ་དགོས་ཅིག་ཞུས་མེད་ཞུ་ཡིན་རོ། ལས་འདི་གེ་ཁུ་བཞོས་མེད་དེའི་འདུག་ག་ལ་ང་ཚོའི་ས་གནས་རེ་བོ་ཆགས་པ་ཡིན་ན་བོད་དྲང་པོ་དྲང་བཞག་ང་ཚོ་འོས་བསྡུ་ཚོགས་ཆུང་དང་ཟུར་དཔང་དང་བཅས་པ་དེ་ག་ན་དང་བླངས་མང་པོ་ཅིག་གོ་སྒྲིག་བྱས་པའི་གཞིར་བཟུང་ང་ཚོ་ས་གནས་རེ་བོ་བྱས་ན་དངོས་གནས་ད་ལན་མ་འདྲ་བ་ཅིག་བོད་ཀྱི་ལུགས་དང་ཆ་མི་འདྲ་འདུག་དེ་ག་ནང་བཞིན་གྱི་དྲང་བཤེར་གྱི་ཐོག་ནས་འདྲ་འདུག་དྲང་པོ་དྲང་བཞག་ཅིག་སུ་ཐོབ་སུ་ཤོར་བ། ངོ་ནས་སོ་སོའི་ངོས་ནས་འདིའི་ཐོག་ལ་ཞུ་ཡས་བརྒྱབ་དགོས་ས་མེད་ག་ལ་ཐུབ་བ་ང་ཚོའི་ངོས་ནས་དྲང་པོ་དྲང་བཞག་བྱས་པ་རེད་དེ་ག་ནང་བཞིན་སོ་སོའི་ངོས་ནས་སྤོ་བ་ཆེན་པོ་ཅིག་གར་སྐྱེལ་ཐུབ་དྲང་པོ་དྲང་བཞག་བྱས་པའི་གཞིར་བཟུང་གིས་ད་ད་ལན་དེ་ལ་ཡ་ངོ་ནས་གོ་སྐབས་དེ་འདྲ་ཅིག་ས་གནས་ཀྱི་འོས་བསྡུའི་འགྲོ་སྟངས་སྐོར་ལ་ཅིག་ཞུ་ཡས་ཀྱི་གོ་སྐབས་རག་བ་དེ་ལ་ཡ་སོ་སོ་ཀྱི་རྣམ་པ་ཚོས་གོ་སྐབས་གནང་བ་ནང་བཞིན་ཅིག་བཞག་སོ་ག་ལ་རེད་བ་མི་མང་ལ་ཡ་སེར་དྲག་པས་ཀྱི་དེ་ན་དྲ་འདུག་ར་སྤྲོད་ཀྱི་ཆེད་དུ་རེད་བ་དེ་ཡིན་དུས་གང་ལ་ཡ་ངོ་ནས་དགའ་བོ་ཞེ་དྲག་བྱུང་སོང་ཞུ་ཡས་རྣམ་པ་ཚོ་རེད་བ་དེ་ཡིན་དུས་གང་ལ་ཡ་ངོ་ནས་ཞེ་དྲག་ཞུ་མི་དགོས་པའི་ཐོག་ནས་རེད་བ། དོ་ཐག་སོ་སོའི་ངོས་ནས་ཡ། སྨྲ་བརྗོད་རང་དབང་བྱེད་རེད་ང་རང་གིར་བ། དེ་ནང་བཞིན་ང་ཨ་རི་ལ་བསྡད་ཡོད་རེད། ཨོ་བ། དེ་ཡིན་དུས་གང་ལ་ཡ། སོ་སོའི་ངོས་ནས་ཡ། ཨ་ནི། མི་མང་ལ་ཡ་དྲང་བདེན་བྱས་དང་དེ་ག་ནང་བཞིན་གྱི་འཐབ་རྩོད་གང་དང་དེ་ག་ནས་གང་ཅིའི་ཐོག་ནས་ནས་ཡ་རབ་དེར་བ་ཅིག། ཞུ་གི་ལ་ཡིན་ལ་དེ་ག་ནང་བཞིན་གྱི་ཨ་ནི། ཨ་མཐའ་མ་དེ་ལ། ཨ་ནི་དྲ་རྒྱའི་མདུན་ལམ་འདི་གི་ཐོག་ནས་ཡ། ཨ་ནི།

ད་ནི་ལོ་ལྔའི་ཆེད་ལ་ཟིན་གྲབས་ད་ང་སྤྱི་བཏང་གི་ད། ཁེ་སང་ནི་ལྟར་བཅུ་གཅིག་ནི་ད་འོས་བསྡུ་ཚོགས་མི་རྣམས་མེད། ང་ཚོ་ཕྱག་བྲིས་ཤིག་འཕེལ་བ་རེད་དེ། ཡེ་ནས་སོ་དོ་ད་སོ་སོ་ངང་ལ་ཡ་ཁྱད་པ་པུད་ཙམ་ཞིག་མེད་ཞུ་ཡིན་རེད་བ། གང་ལ་སི་འདུག་ག་དེའི་གོང་དུ་ཞུ་ན་ཤེས་རེད། སོ་སོའི་ངོས་ནས་ཡ་ལྷག་བསམ་རྣམ་དག་ཞབས་ཕྱི་ཞུས་ཞུས་པ་རེད་ཞུས་ཟིན་པ་རེད། འོས་ཤོག་གྲུབ་ཚར་བ་རེད་རེད་བ། དེའི་འདུག་ག་ལ་ཡ་སོ་སོའི་ངོས་ནས་ཡ་དེའི་ཐོག་ལ་ཞོན་དམིགས་བསལ་གས་མེད་རེད་བ། དེ་འདོད་ཁར་ད་མ་འོངས་པ་ལ་ཡང་ང་རང་ཚོ་སྲིད་སྤྱི་གཉིས་ཀྱི་འོས་བསྡུ་བསླབ་དགོས་ན་ངས་རྣམ་པ་ཚོ་ཚང་མ་ལོག་ལ་རེ་ད་ཁེ་བཟང་ཞུ་བ་ནང་བཞིན་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་གལ་ཆེན་པོ་མ་སོང་ཙང་དེ་ནང་བཞིན་གྱི་སྲིད་སྐྱོང་སྤྱི་འཐུས་རྣམ་པ་སུ་འདྲ་བྱས་ན་མི་དྲང་བདེན་ཅིག་མཚན་བདེན་ཅིག་ལས་དེ་གལ་ཆེན་པོ་མ་འོངས་པ་ལ་ད་ནི་མི་མང་རྣམ་པ་ཚོ་སོ་སོའི་ངོས་ནས་ཡང་རེ་སྐུལ་དུ་མ་སོང་ན་ནི་ཅིག་ཆ་ཤས་ཡག་པོ་གླེང་རོགས་བྱེད་ཞུ་དམིགས་བསལ་གྱི་གཞོན་སྐྱེས་ཚོ་སོ་སོ་ཀྱི་ཨ་ཕ་ཚོ་ལ་ཟེར་ནས་བལ་ཕུག་ཚོ་ལ་ཡ། ལམ་སྟོན་ཡག་པོ་གནང་རོགས་གནང། ང་ཚོ་བཙན་བྱོལ་བོད་མི་ཁྲིག་རྩུབ་འདི་ཚགས་ཚུད་པོ་གནས་འདི་དཔེ་གལ་ཆུ་བོ་རེད་ང་རང་ཚོ་ཆབ་སྲིད་ཀྱི་ཆ་དེ་ག་ནང་བཞིན་གྱི་དམིགས་བསལ་གྱི་འོས་དེ་བླུ་འོས་ཀྱི་སྐོར་ལ་རོ་བ། སྲིད་སྐྱོང་དང་དེ་ག་ནང་སྤྱི་འཐུས་དམ་པ་དེ་དཔེ་གལ་ཆུ་བོ་རེད་དེ་ཡིན་དུས་གང་ལ་ཡ། མ་འོངས་པ་ལ་ཡ་རྣམ་པ་ཚོ་གྱི་ཆ་བཤད་གང་མང་མང་ཅིག་དང་དེ་ག་ནང་ཐུགས་སེམས་ཆེན་པོ་བཞེས་རོགས་གནང་ཟེར་བ་ཆབ་ཅིག་ད་དེ་ག་ལ་ཡ་ཐུགས་ཆེས་ང་བཀྲ་ཤིས་དོ་ཅོ་ངང་ནས་ཡ་ཚང་མ་ལོག་ལ་ཉི་མ་བཟང་མོ་ཞུ་ཡིན་ཐུགས་ཆེས་གནང།